ཨ་མྱེས་མ། བུ་རྗེའི་སྤུ་གུ་གས་ད་པད་མ་སི་བཀའ་དྲིན་ཆེན་པོ་ཡིན་ཨེགས། ཛི་འདྲ་བཅུ་གཉིས། ད་ཆུང་ཆུང་ག་ནས་བུ་བཞིན་ན་ན་ལ་བསྡད་ཨ་ནི་ཛི་འདྲ་བཅུ་གཉིས་ཐོན་ཀོ་ལེ་ཆུ་འགྲོ་བ་ད་དུང་དུ་ཆི་རྗེ་ལི་ཡ་ཐར་ཇོ་དེ་འདྲའི་ཨེགས་སྤུ་གུ་དེ་འདྲ་ཡོད་རེད་ཨ་ནི་ངས་ཀྱི་སྐོར་དེ་ད་ཅིག་གི་ན་ཚ་བྱུང་ནས་ཨ་ནི་ལས་ཀ་མ་ཐུབ་ནི་ད་ཕྱི་ལོག་ལ་འགྲོ་རྒྱུ་ད་བུ་གུ་ནས་མ་ཐོན་ནི་ད་ཕྱི་ལོག་ལ་བསྡད་ཡོད་པ་དེ་ད་ཧ་གོ་ནི་ཨ་ནི་ང་ལ་སྙིང་རྗེ་ཁོང་ཚོ་ད་ཅིག་གི། ཁྲ་ལི་བྲིན་པོ་ཆེ་གི་ཡེ་ནས་མ། འགྲོ་སོང་དང་ཡང་ཏིས་གནང་སོ་འདི་དཔེ་མ་སུས་པའི་ཕན་ཐོག་པོ་དང་དཀའ་ངལ་ཡོད་པ་དེ་ག་ནི་ཡང་བཀའ་དྲིན་ཆེན་པོ་ཡིན་ང་རང་ཡེ་ནས་ཀོ་ཀོ་ཏུང་ཏུང་ལི་ཡང་དཔེ་སྨན་ལམ་བརྒྱ་དེ་ཡོད་ཨ་དང་ཐོག་ཡེ་ནས་སྔན་མ་ནས་བོད་པའི་སྤྱི་ཚོགས་ནང་ལ་བསྡད་ནས་ཨ་ནི་དཔེ་ན་གཅིག་གི་སོ་སོ་གི་ག་རེ། གཅིག་གི་སྒྲོ་མ་གཅིག་ལས་འདྲེན་མ་ཤེས་ནས་འདྲེན་མ་ནི་གཅིག་ལས་ཟ་མ་ཤེས་ཤེས་ངེས་ཨ་ནི་སྔན་མ་ནས་ག་འདྲའི་བྱེད་བསྡད་ཡེ་ནས་དང་ཐོག་ཡེ་ནས་དཔེ་དེ་འདི་བྱེད་གི་ཡོད་རྒྱ་བོར་མི་ཆགས་ལ་སྨན་ལམ་བརྒྱ་ཨ་ནི། དཔེར་ན་ཁ་སེང་ཉིས་སྟོང་བཅོ་བརྒྱད་ནི་རྒྱལ་བོ་རིན་པོ་ཆེ་སྦེང་ལོར་ལ་ཕེབས་རེད། དེ་དུས་ཙམ་པར་ང་ཚོ་ནང་མི་བུ་རག་གིས་གཞིས་ཆགས་ལས་ཁུངས་ནས་འགྲུལ་བ་བྱས་ནས་ཡར་སྦེང་ལོར་ལ་ཡར་འཁྲིད་གནང་སོང། ཞྭ་དམར་གྱིས་ང་ཚོ་བཀུར་འདུས་བྱས་ནས་ཞལ་ལག་པད་མོ་བསིལ་ཡག་པོ་གནང་སོང། དེ་སོགས་རེད་དེ་འདྲས་གནང། བྱས་སོང། དང་ཐོག་ང་ཚོ་མར་སླེབས་ནས་ཡིན་ནས་དཔེར་ན་ཆ་བཞག་ན།

བསྡད་ཡོད་བསམ་གི་མི་འདུག་བོད་པའི་སྤྱི་ཚོགས་ཁོ་རང་ནང་ལ་ཡ་ད་ལྟ་བསྡད་ཡོད་བསམ་གི་འདུག་ཡིན་ནའི་ད་རྒྱ་གར་རུ་མི་ཆེ་ཐུག་ལ་ཡ་དཀའ་ངལ་མང་ཡོད་མགོ་ཡ་ད་ནི་རྒྱ་གར་རུ་མི་ཆེ་ཐུག་དབུ་རྩེ་དང་སྐུ་རྩེ་བསྟན་པ་ཚོ་སྨན་བླང་རྒྱག་གི་ཡོད།
ནི་བོད་རང་བཙན་མྱུར་ནས་མྱུར་དུ་ཐོབ་བའི་རེ་བ་ཡོད། ནི། ད་ཐེངས་ཀྱི་བརྙན་ཐུང་དེ་ནི་དེ་ག་རང་ལ་བཟམ་ཤེས་ཡ་ཡིན། ནི་ཚང་མ་སྐྱོ་བོ་ཡོང་བའི་རེ་བ་ཡོད། ནི་སྐྲོ་བོ་ཡོང་ན་ནི་ཚང་མ་རྒྱབ་སྐྱོར་གནང་ནས་ནི་ཚང་མ་ལ་ཡ་བཀྲམ་འགྲོ་ན་ཐོ་ཆད་ན།